དེ་ནས་ཉན་ཐོས་དེ་གཉིས་ཀྱིས་འདོད་ཚུལ་ཐུན་མོང་བ་ད་དུང་ག་རེ་ཡོད་རེད་ལབ་ན་ལོངས་སྐུ་མེད་པས་སྐུ་གསུམ་མི་འདོད་ཟེར་སྐུ་གསུམ་ལབ་ན་ལོངས་སྐུ་སྤྲུལ་སྐུ་ཆོས་སྐུ་ཟེར་ལབ་ཀྱི་ཡོད་པ་རེད། ལོངས་སྐུ་ཁས་མི་ལེན་པ་ཡིན་ཙང་སྐུ་གསུམ་འདོད་ཀྱི་མ་རེད་ཟེར། ཀུན་གཞི་མེད་པས་ཡེ་ཤེས་ལྔ་དང་བཞི་མི་འདོད་ཟེར་ཉན་ཐོས་སྡེ་པ་གཉིས་ཀྱིས་རྣམ་ཤེས་ཚོགས་དྲུག་མ་གཏོགས་ཚོགས་བརྒྱད་འདོད་ཀྱི་ཡོད་པ་མ་རེད། ཡིན་ཙང་ཀུན་གཞི་གནས་འགྱུར་བས་མེ་ལོང་ཡེ་ཤེས་དེ་ཁས་ལེན་གྱི་མེད་པ་ཡིན་ཙང་ཉན་ཐོས་སྡེ་གཉིས་ཀྱི་ལུགས་ལ། ཡེ་ཤེས་ལྔ་དང་ཡེ་ཤེས་བཞི་ལ་སོགས་པའི་རྣམ་གཞག་དེ་ཡང་ཡོད་མ་རེད། དེ་ནས་བདག་མེད་གཉིས་མི་འདུག་ཟེར་བ་དེ་ཆོས་ཀྱི་བདག་མེད་དང། གང་ཟག་གི་བདག་མེད་གཉིས་ཁས་ལེན་གྱི་ཡོད་པ་མ་རེད་ག་རེ་ལབ་ན་ཆོས་ཀྱི་བདག་མེད་ཟེར་བ་དེ་ཁས་ལེན་གྱི་མ་རེད། ཡིན་ན་ཡང། ཡང་མཚམས་མཚམས་ལ་བདག་མེད་གཉིས་ཟེར་བ་དེ་གང་ཟག་རྟག་གཅིག་རང་དབང་ཅན་གྱི་བདག་མེད་པ་དང་གང་ཟག་རང་སྐྱ་དུབ་པའི་རྫི་བོ་གྱི་བདག་མེད་པ་གཉིས་ལ་གོ་བའི་སྐབས་ཡོད་པ་རེད། དེ་འདྲ་གི་སྐབས་སུ་ཁོ་རང་ཚོ་ཡང་འདོད་པའི་བདག་མེད་གཉིས་ཡོད་པ་རེད། ཡིན་ན་ཡང་དེ་དང་ཡོངས་གྲགས་ཀྱི་བདག་མེད་གཉིས་འདྲ་གི་མ་རེད། ད་ནི་ས་བཅུ་མི་འདོད་ཟེར་ས་བཅུ་མི་འདོད་པའི་རྒྱུ་མཚན་གཙོ་བོ་དེ་ས་བཅུ་ཟེར་བ་དེ་ཐེག་པ་ཆེན་པོ་གི་མདོ་སྡེའི་ནང་ནས་བྱུང་བ་ཡིན་ཙང་དེ་ཁས་ལེན་གི་ཡོད་པ་མ་རེད། ད་ནི་ཤེས་སྒྲིབ་ཀྱི་ཐ་སྙད་ཁས་མི་ལེན་ཟེར། ཉན་ཐོས་སྡེ་པ་གཉིས་ཀྱི་ལུགས་ལ་སྒྲིབ་པ་གཉིས་ཡོད་པ་རེད། ཉོན་མོངས་ཅན་གྱི་སྒྲིབ་པ་དང་ཉོན་མོངས་ཅན་མ་ཡིན་པའི་སྒྲིབ་པ་གཉིས་ཟེར་ལབ་གི་རེད། དེ་གའི་རྣམ་གཞག་འཇོག་ཚད་ཡང་འདྲ་བོ་རེད་ཉོན་མོངས་ཅན་གྱི་སྒྲིབ་པ་ཟེར་བ་དེ་གཙོ་བོ་ཐར་པ་ཐོབ་པ་ལ་གེགས་བྱེད་པ་སྟེ་ཉོན་མོངས་ཅན་གྱིས་སྒྲིབ་པ་དང། གཙོ་བོ་དམ་ཅན་མཁྱེན་པ་ཐོབ་པ་ལ་གེགས་བྱེད་པ་སྟེ་ཉོན་མོངས་ཅན་མ་ཡིན་པས་སྒྲིབ་པ་རེད་ཡིན་ནའང་ཤི་སྒྲིབ་ཟེར་བ་དེ་ཁས་ལེན་གི་ཡོད་པ་མ་རེད། ད་ནི་ཉན་ཐོས་སྡེ་བ་གཉིས་ཀྱི་འདོད་ཚུལ་ཐུན་མོང་བ་དག་ཆེན་དང་ཡང་འདྲ་བོ་ཡོད་པ་དེ་གང་འདྲ་ཡོད་རེད་ལབ་ན་བྱེད་པ་པོ་གི་བདག་མེད་པར་འདོད་པ་རེད། འཇིག་རྟེན་གོ་བ་པོ་ཟེར་བ་འཇིག་རྟེན་འཇིག་རྟེན་གྱི་ཁམས་དང་གང་ལྟར་སྣའི་ལུས་ལོངས་སྤྱོད་ལ་སོགས་པ་དེ་དག་འཇིག་རྟེན་གོ་བ་པོ་གི་བཟོས་པ་རེད་ཟེར་བ་དེ་ཉན་ཐོས་སྡེ་པ་ཉིད་ཅི་ཅང་ཁས་ལེན་གི་མ་རེད་ཐེག་ཆེན་གྱིའང་ཁས་ལེན་གི་མ་རེད། དེ་ནི་འཇིག་རྟེན་སྣ་ཚོགས་ལས་ལས་བྱུང་ཟིན་འཇིག་རྟེན་གྱི་སྣང་བ་སྣ་ཚོགས་པ་འདི་དག་རང་རང་གིས་བསགས་པའི་ལས་ཀྱིས་དབང་གིས་བྱུང་བ་རེད་ཟེར་བ་དེ་ཡང་འདུག་ཚུལ་མཐུན་པ་རེད། ད་ནི་ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་ཆོས་ཉིད་སྲིད་ཞི་འགྲོ་བ་ལྔ་སོགས་འདུག་ཚུལ་ཐུན་མོང་པ་ཡང་མང་པོ་ཡོད་པ་རེད། ཕུང་པོ་ལྔ་དང་ཁམས་བཅོ་བརྒྱད་སྐྱེ་མཆེད་ཆོས་ཉིད་ལ་སོགས་པ་འདི་དག་བཞག་ཚུལ་གྱི། ཐུན་མོང་གི་མིང་གི་རྣམ་བཞག་དེ་འདྲ་བོ་ཡོད་རེད་མ་གཏོགས་ནང་ཚན་དུ་བྱེ་བྲག་ཏུ་འགྲོ་བ་ཡིན་ན་ཡང་བྱེ་བྲག་མ་དཔེ་ཡོད་པར་འདོད་པ་ལ་མདོ་སྡེ་བས་མེད་པར་འདོད་པ་དང་ཡང་ན་ཉན་ཐོས་སྡེ་པ་གཉིས་ཀྱིས། དེ་འདྲ་བ་ཞིག་ཡོད་པར་འདོད་པ་ལ་ཐེག་པ་ཆེན་པོ་གི་མེད་པར་འདོད་པ་ལ་སོགས་པ་ནང་ཚན་གྱི་བྱེ་བྲག་ཏུ་མི་མཐུན་པ་མང་པོ་ཡོད་པ་རེད། ཡིན་ན་ཡང་སྤྱི་ཙམ་ནས་བཤད་པ་ཡིན་ན་ཕུང་པོ་ལྔ་ཁམས་བཅོ་བརྒྱད་སྐྱེ་མཆེད་བཅུ་གཉིས་སྲིད་ཞི་འགྲོ་བ་ལྔ་དེ་ཚོ་ཚང་མ་འདོད་ཚུལ་དུ་མོང་བ་རེད་ཟེར་ལབ་ཀྱི་ཡོད་པ་རེད། སྲིད་ཞི་ལབ་པ་ཡིན་ན་ཁམས་ཀྱི་སྲིད་རགས་པའི་སྲིད་སེམས་པའི་སྲིད་ཡིད་ཀྱི་སྲིད་ཅེས་སྲིད་ཞི་དེ་བཤད་ཀྱི་ཡོད་པ་རེད། འགྲོ་བ་ལྔ་དང་འགྲོ་བ་དྲུག་གི་བརྩི་ཚུལ་གཉིས་ཡོད་པ་རེད་འགྲོ་བ་ལྔ་བརྩི་བའི་སྐབས་སུ། ལྷ་མ་ཡིན་དེ་ལྷ་ཡི་ནང་དུ་བརྩི་གི་ཡོད་པ་རེད། དེ་ནས་འགྲོ་བ་དཀྲུགས་བརྩིས་པའི་སྐབས་སུ་ལྷ་མ་ཡིན་དེ་ལོགས་སུ་བཀར་ནས་འགྲོ་བ་དཀྲུགས་ཆགས་འགྲོ་གི་ཡོད་པ་རེད་དེ་མ་གཏོགས་དེ་བརྩི་ཚུལ་ཙམ་རེད་མ་གཏོགས་དོན་ལ་གཅིག་པ་རེད་ཟེར་ཞུ་ཡ་ཡིན། དེ་ནས་དེ་རིང་གི་ང་ཚོའི་སློབ་ཚན་འདི་འདྲ་གཅིག་ནས་མཚམས་འཇགས་རྒྱུ་བཅས་ཐུགས་རྗེ་ཆེ་ཞུ་རྒྱུ་ཡིན།